བ་ཡིན་ན་དེ་ཡོང་གི་རེད་ད། དཔལ་ལྡན་བླ་མའི་ཞབས་པད་བརྟན་པ་དང་མཁའ་མཉམ་ཡོངས་ལ་བདེ་སྐྱིད་འབྱུང་བ་དང་བདག་གཞན་མ་ལུས་ཚོགས་བསགས་འབྲས་ཀྱང་དེ་མྱུར་དུ་སངས་རྒྱས་ས་ལ་འགོད་པར་ཤོག་ཞེས་པའི་ཚིག་གི་ཚིག་ཟུར་ལ་དཔལ་ལྡན་བླ་མ་ཟེར་ཡ་དཔལ་ལྡན་བླ་མ་དེ་གནས་ཚུལ་ཁ་ཁ་རེད། ཨོ། དཔལ་ལྡན་གྱི་བླ་མ་རྗེ་བཙུན་བླ་མ་ཟེར་ང་ཚོ་ད་འདོན་པ་དེ་འདོན་གྱི་ཡོད་རེད། དཔལ་ལྡན་བླ་མ་ཟེར་དུ་ག་རེ་གི་དཔལ་དགོས་ཀྱི་ཡོད་རེད་བསམ་ན། མྱ་ངན་ལས་འདས་པའི་གེགས་ཐོབ་བྱེད་ཀྱི་རྒྱུ་ཡི་ཡོན་ཏན་མཐའ་དག་ཚང་བ་དེ་ལ་བག་ལྟ་བདེན་པ་ཟེར་གྱི་ཡོད་རེད། རྗེ་བཙུན་སེར་བའི་སྐབས་སོགས་རྗེ་སེར་བའི་སྐབས་སོགས་ལ་གཞན་སྐྱོབ་ཐུབ་མཁན་གྱི་ནུས་པ་གྱི་ཡོན་ཏན་ཞིག་དགོས་ཀྱི་ཡོད་རེད། དེ་སྐྱོབ་ཐུབ་པར་བྱེད་པ་ལ་དང་པོ་རང་ཉིད་ལ་ཡ་བཙུན་ཟེར་བཙུན་པའི་ཡོན་ཏན་ཞིག་དགོས་ཀྱི་ཡོད་རེད། དེ་འདྲའི་གེགས་རྟོགས་པའི་གེགས་བདག་རྒྱུད་གྲོལ་བ་དེ་བཙུན་པ་རེད། ཐུགས་རྗེ་གྱི་ཞིང་སྐྱོན་སྨོན་པ་དེ་རྒྱལ་རེད། དེ་འདྲའི་གེགས་རྗེ་བཙུན་གྱི་ཡོན་ཏན་གཉིས་དང་ལྡན་པའི་གེགས་བླ་མ་ཞིག་ཡོད་ན་དེ་འདྲའི་གེགས་བླ་མ་དེ་བསམ་བཞིན་དུ་འཇིག་རྟེན་གྱི་ཁམས་སུ་སྐྱེ་བ་ཤེས་པ་ཅན་ཡིན་པ་རྒྱ་ཆེ་རྒྱ་དམ་པ་ཆགས་ཡོད་རེད། དེ་འདྲེ་གི་བླ་མ་དེ་ཞབས་པད་བརྟན་གོ་རེད་དེ་འདྲེ་གི་བླ་མ་དེ་མཛད་འཕྲིན་རྒྱས་གོ་རེད་དེ་འདྲེ་གི་བླ་མ་དེ་མཇལ་དགོས་ཀྱི་ཡོད་རེད་ཨོ། དེ་འདྲེ་གི་བླ་མ་དེ་སྐུ་ཚེ་ཞབས་པད་བརྟན་པའི་ཆེད་དུ་ང་ཚོའི་གསོལ་བ་བཏབ་དགོས་ཀྱི་ཡོད་སྟབས་རིན་ཆོག་པ་ཞིག་ཆགས་ཀྱི་ཡོད་རེད། ད་དེ་འདྲེ་མ་ཡིན་ན་དེ་ནི་ད་དེ་ག་ས་ཞིག་དེ་ལ་སྐུ་གསུང་ཐུགས་རྟེན་ཕུལ་ནས་ཅིག་གི་འགྲོ་གྲོན་མང་པོ་ཞིག་བཏང་དུས་ཚོད་འཕྲོ་བརླག་མང་པོ་ཞིག་བཏང་པ་ཡིན་ན་ཡང་དགེ་མཚན་ཞེ་དྲག་མེད་དེ་འགའ་འདྲ་བ་ཞིག་འདུག་ཨ་དེ་ཡིན་དུས་ད་གཙོ་ཆེ་ཤོས་དེ་ང་རང་ཚོ། ཅིག་ཐམས་ཅད་ཀྱི་དར་ནས་བཟུང་སྟེ། ཅིག་ག་ཚོད་ཐུག་ཐུག་གིས། ཅིག་རྣམ་དཀར་རྒྱལ་བའི་གི་ཆོས་ཀྱི་བྱ་གཞག་གི་ཐོག་ལ་བ་གོམ་པ་ག་ཚོད་ཡིན་ན་སྤོ་ཐུབ་ཡག་བྱེད་ཡག་དེ་ཤ་ཁྲག་གལ་ཆེན་པོ་རེད་དུ་མ་དོ་ད། ཅིག་ག་དུས་ཡིན་ན་ལག་པ་ཐང་མོ་རྒྱག་བྱས་ནས་ཡེ་ནས་མང་སྐྱོག་གི་རེད་ཡེ་ནས་མང་གཟིགས་གི་རེད་ཡེ་ནས་མང་དགོན་གི་རེད་ཟེར་དགོངས་ན་དཀའ་ལས་ཁ་པོ་རེད། ག་ཅིག་ལ་ཐུག་པ་ཡིན་ན་གཟིགས་ཐུབ་མཁན་ཁོ་རང་གཟིགས་གི་ཡིན་ཟེར་མཁན་ཅིག་ཁོ་རང་ཡང་གནས་ཚང་དཀའ་ལས་ཁ་པོ་ཅིག་གི་ནང་ལ་ཚུད་བསྡད་པ་ཡིན་དུས་མཁྱེན་སྐྱོབ་ཐུབ་གི་མ་རེད་བ། དེ་འདྲ་ཡིན་དུས་ད་བཅོམ་ལྡན་འདས་ཀྱིས་ངས་ནི་ཁྱོད་ལ་ཐར་པའི་ཐབས་དེ་ཅི་ཐར་བ་རང་ལ་རག་ལས་ཤེས་པ་གྱིས་གསུང་བ་ན་ཅི་ང་རང་ཚོད་ཀྱིས་ཐར་བ་སྒྲུབ་དགོས་བ། འདི་ཅི་ང་རང་ཚོད་ཀྱིས་སྒྲུབ་དགོས་ཀྱི་ཡོད་རེད། སྒྲུབ་ཡ་ལ་ཡང་དག་པའི་ཤེས་རབ་ཀྱི་དགོས་ཀྱི་ཡོད་རེད་ཤེས་རབ་ཀྱི་བློ་དེ་ཡི་རྣམ་པར་བཅད་ནས་ནི་སྐྱོན་གྱི་ཆ་ཐམས་ཅད་དེ་མ་སྤང་ཡ་ཡོན་ཏན་གྱི་ཤ་ཐམས་ཅད་དེ་ཚོ་སྒྲུབ་ཡ་དེ་འདྲ་གྱི་བླང་དོར་ཕྱིན་ཅི་མ་ལོག་པ་དེ་ལག་ལེན་དེ་རང་གི་སྐད་བཤད་ན་འོ་ད་བླ་མའི་ཞབས་བརྟན་ཡང་དེ་རང་རེད་འཇིག་རྟེན་གྱི་ཁམས་འདི་ལ་བླ་མ་མང་པོ་ཡོད་རེད། བསྟན་པ། བསྟན་པ། བསྟན་པ་འཛིན་པའི་སྐྱེས་བུ་གྲངས་སྔར་མེད་པ་མང་པོ་ཞུགས་ཡོད་རེད་དེ་དག་ཐམས་ཅད་སྐུ་ཚེ་ཞབས་པད་བརྟན་དགོས་ཀྱི་ཡོད་ན་དེ་བསྟན་བྱེད་ཀྱི་ཐབས་ལམ་མེད་དུ་མི་རུང་བ་དེ་ད་སྔ་སོ་ཆོས་སྒྲུབ་ཡ་དེ་རེད་འདུག་བ། དགེ་བ་སྒྲུབ་ཡ་དེ་རེད་འདུག་བ་རྣམ་དཀར་གྱི་ལས་སྒྲུབ་ཡ་དེ་རེད་འདུག་བ་འོ་ད་དེ་ག་ཚོད་ཐུབ་ཐུབ་ཅིག་སྒྲུབ་པ་ཡིན་ན་དེ་སོ་སོ་ཁེབས་བཟང་འདྲ་བོ་དེ་ད་དེ་རེད་འདུག་བ་ཚེ་འདི་ལ་ཡང་ཁེབས་བཟང་དེ་རེད་ཕྱི་མ་ཕན་ཆད་ལ་ཡང་ད་ཁེབས་བཟང་འདྲ་བོ་དེ་ཆགས་དེ་ཡོད་རེད་ད་དེ་འདྲ་མ་ཡིན་ན། དུས་ཚོད་འདི་འདྲ་གི་ནང་འོག་ལ་ཡ། ད་མི་ཚང་མ་དཔལ་འབྱོར་ལ་ཡང་མགོ་འཁོར། ལོངས་སྤྱོད་ལ་ཡང་མགོ་འཁོར། སྙན་གྲགས་ལ་མགོ་འཁོར། ད་ཅིག་རང་ཁེ་ཡ་ཅིག་ད་གཞན་ཕམ་ཡ་ཅིག། རང་ལ་བདེ་སྐྱིད་ཐོབ་ཡ་ཅིག་ད་ཚེ་འདི་ཁོ་རང་ལ་རེ་ལྟོས་ཆོས་པ་ཡིན་ཟེར་མིང་བཏགས་ན་མ་བཏགས་ན་ཡང་ཅིག་གི་ཚེ་འདི་ལ་ཡ་རེ་བ་ཆེན་པོ་ཞིག་མ་གཏོགས་ཕྱི་མ་ཕན་ཆད་ལ་བསམ་བློ་བཏང་མཁན་དུ་དཀོན་པོ་ཞེ་དྲག་ཡོད་རེད། སུ་གཅིག་གིས་བཏང་ཐུག་བཏང་གི་ཡོད་མ་རེད་ད། དེ་འདྲའི་མ་བཏང་བའི་ཉེར་ལེན་ལ་བརྟེན་ནས་ད་སངས་རྒྱས་ཀྱི་སངས་རྒྱས་ལ་སྐྱབས་སུ་མཆིའོ་ཆོས་ལ་སྐྱབས་སུ་མཆིའོ་དགེ་འདུན་ལ་སྐྱབས་སུ་མཆིའོ་ཟེར་སྐྱབས་འགྲོ་བསྟོད་ན་མ་བསྟོད་ན་བྱིན་རླབས་འཇུག་ཡ་ཁག་པོ་འདུག་ད་དེ་ཚོར་སངས་རྒྱས་གུ་རུ་རིན་པོ་ཆེ་གསལ་ལ་སོགས་པ་སོག་སྡེ་བར་ཆད་ལམ་སེལ་དང་སེམས་དཔའ་ལྷུན་གྲུབ་མང་པོ་ཞིག་བསྟོན་གྱི་ཡོད་རེད་མེད་ཙང་གུ་རུ་འབྲང་གི་ཡོད་རེད་མ་ནི་འབྲང་གི་ཡོད་རེད་སྐྱབས་འགྲོ་བསྟོན་གྱི་ཡོད་རེད་དེ་ཡིན་ན་ཡང་སྐྱབས་སུ་འགྲོ་སྲིད་ཀྱི་ཡུལ་དེ་དག་གི་བྱིན་རླབས་དེ་ང་རང་ཚོ་གི་རྒྱུད་ལ་འཇུག་མ་འཇུག་དེ་སོ་སོའི་ལག་ལེན་རག་ལས་ཀྱི་ཡོད་རེད་དེ་འདྲས་མ་གཏོགས་ཁོང་རྣམ་པ་ཚོ་ལ་ཐུགས་རྗེ་ལ་ཉེ་རིང་ཡོད་པ་གང་ཡང་མ་རེད་མ་རེད་བ། ཐུགས་རྗེ་ལ་ཉེ་རིང་ཡོག་མ་རེད་ཐུགས་རྗེ་ལ་ཉེ་རིང་མེད་ན་ཡང་གསོལ་བ་བཏབ་པ་པོའི་གང་ཟག་གི་བློ་རྒྱུས་ལས་སུ་མ་རུང་ན་གསོལ་བ་གང་བཏབ་པ་དེ་ནས་ཅིག་ཚེ་འདི་ལ་ཡང་ང་ཚོ་གི་ཅིག་ནང་ཡོང་ན་ཡང་གསོལ་འདེབས་ཆེན་འདོན་གི་ཡོག་རེད་ལས་ཀ་དེ་ལམ་ལ་མ་འགྲོ་ན་གསོལ་འདེབས་ཆེན་འདོན་གི་རེད་མ་གཏོགས་ཐམས་ཅད་ཆེན་པོའི་གོ་འཕང་ཐོབ་པར་ཤོག་ཟེར་ནས་གསོལ་འདེབས་གཏོང་མཁན་དཀོན་པོ་རེད་ཐར་པ་ཐོབ་པར་ཤོག་ཟེར་བའི་གི་བསམ་བློ་གཏང་མཁན་དཀོན་པོ་རེད་འཁོར་བ་དང་ངན་སོང་གི་སྡུག་བསྔལ་ལས་ཐར་ན་བསམ་པའི་བསམ་བློ་བཏང་ནས་ཆོས་སྒྲུབ་མཁན་དེ་དཀོན་པོ་འདུག་ད་ག་རེ་སྒྲུབ་དགོས་འདུག་ཟེར་ན་ཚེ་འདི་གི་དོན་དག་ལ། ཚེ་རིང་ཡག། ནོར་བུ་མང་བ། ལོངས་སྤྱོད་ཆེ་བ། འཁོར་བུ་མང་བ། སྙན་གྲགས་རྒྱས་པའི་ཆེད་དུ་ད་ང་ཚོ་མང་ཆེ་བས་ཆོས་དེ་སྒྲུབ་གི་ཡོད་རེད། དེ་མ་གཏོགས་འགའ་ཅིག་ལ་ཐུ་བའི་སྐབས་དང་དགོས་ཤོག་ཅིག་ཡོད་པའི་སྐབས་སོགས་ལ་སྐྱབས་སུ་འགྲོ་བ་དང་ལ་ནས་ཅིག་གི་ཕྱག་འཚལ་བ་ལ་སོགས་མ་གཏོགས་དུས་རྒྱུན་དུ་ང་ཚོ་སྐྱབས་འགྲོ་འདོན་མཁན་དེ་ཁག་པོ་འདུག་ཨ། ད་ན་ན་ཚ་ཚ་ཅིག་ཆགས་ཡོང་དུས་སོ་སོའི་ཟུར་ལས་ལུས་ལས་ཡ་རྒྱུས་ལུས་ནད་ཀྱིས་གཟིར་དཀའ་ངལ་ཅིག་འཕྲད་ཡོང་དུས་ད་དེ་ནས་གཞི་ནས་ཅིག་གི་སྐྱབས་སུ་འགྲོ་ཡ་བསམ་མོ། ད་ནི་ཕྱག་འཚལ་ཡག་གི་བསམ་བློ། མལ་འབྲེལ་ཕུལ་ཡག་གི་བསམ་བློ། སྐོར་ར་འགྲོ་ཡག་གི་བསམ་བློ། འོ་ད་དེ་འདྲ་གི་བསམ་བློ་བཏང་བ་དེ་ཕྱིར་དྲག་པ་རེད། དེ་དུས་ཕྱིར་དྲག་པ་རེད། བསམ་བློ་སྔོན་ལ་བཏང་དགོས་རེད་བསམ་བློ་སྔོན་ལ་བཏང་ནས་ད་ལྟ་སོ་སོར་དད་པ་ཡོད་གཟུ་བོ་ཡོད་པའི་སྐབས་སུ། བདེ་པོ་ཡོད་པའི་སྐབས་དེ་ལ་ཨ་ན་ག་ཚོད་ཡིན་ན་ཡང་ཕ། ཅིག་གིས་སོ་སོ་སོ་སོར་མགོ་མ་སྐོར་བ་བྱས་ནས་སོ་སོ་སོ་སོར་སྐྱོབ་ཐུབ་ན། འོ་ད་སང་ཉིན། དུས་ཚོད་ཅིག་སླེབས་ཡོང་པའི་སྐབས་སོགས་ལ་བློ་བདེ་པོ་ཆེ་བྱས་ནས་དཀའ་ངལ་མེད་པ། བློ་བདེ་བོ་ཞིག་དང་འགྲོ་ཡ་ཡོད་པའི་གོ་སྐབས་ཤིག་ཡོད་རེད་ད་དེ་གོ་སྐབས་དེ་ད་ལྟ་སོ་སོ་གི་ལག་པ་ལ་ཡོད་དབང་ཚད་ཡོད་པའི་སྐབས་སོགས་ལ་སོ་སོ་ལ་དབང་ཚད་ཡོད་པ་ད་དེ་གཅིག་པུ་རེད། འོ་དེ་ཡོད་རེད་དེར་མ་གཏོགས་ད་གཞན་དབང་ཚད་མི་འདུག་ག་ད་རབ་བྱུང་པ་ཡིན་ན་ཤི་ནས་གང་འགྲོ་ག་སྡོད་ལ་རང་དབང་ཡོད་པ་ཅིག་བཟོ་ཐུབ་དགོས་ཀྱི་ཡོད་རེད་དེ་བཟོ་ཐུབ་ན་ད་ཆོག་ཐོག་ཞུ་བ་རེད་ད་དེ་མ་ཐུབ་ཚར་བའི་ཞུ་གུ་དེ་ལ་ད་རང་གང་འགྲོ་ག་སྡོད་ལ་རང་དབང་མེད་པའི་གེ་ད་དེ་འདྲའི་གེ་ཅིག་གི་གནས་བབ་ཅིག་ནང་ལ་བསྡད་བསྡད་པའི་སྐབས་སོ་ད་ད་ལྟ་ནས་གྲ་སྒྲིག་བྱེད་དགོས་རེད་ད་དོན་དག་དེ་རེད། གྲ་སྒྲིག་བྱེད་དགོས་ཀྱི་ཡོད་རེད། གྲ་སྒྲིག་བྱས་པ་ཡིན་ན་གྲ་སྒྲིག་བྱས། དེ་འདྲ་བྱས་པ་ཡིན་ན་དེ་ཁོ་ལམ་མ་ནོར་བ་ཅིག་གི་ཐོག་ནས་ཕར་འདུག་ཟེར་འགྲོ་ཐུག་དུས་དེ་ནས་སོ་བ་བཏབ་པ་ནང་བཞིན་གྱི་ཡིན་ནས་མ་ཐུག་ཅིག་བྱིན་རླབས་ཏན་ཏན་འཇུག་གི་ཡོད་རེད། ད་དེ་འདྲ་མིན་ན་སེམས་ལས་སོ་མ་རུང་བ་ཅིག་སེམས་གཡེང་བ་ཁོ་རང་གི་ཐོག་ལ་འགྲོ། གཅིག་གི་ཚེ་འདི་གི་སོ་སོའི་སྙན་གྲགས་དང་མིང་དང་ཐོབ་དང་དཔལ་འབྱོར་ཆང་དང་ས་གཉིས་དཀའ་ངལ་གྱིས་ཁྲེལ་ཡོན་པའི་སྐབས་སུ་ཤི་ནས་སྐྱབས་འགྲོ་དབང་དང་ཞུ་ཡ་ལ་སོགས་པ་ཟེར་ཚུལ་དེ་ཕྱིར་བསྒྲགས་པ་རེད་འོ་དེ་འདྲ་ཡིན་དུས་ལག་ལེན་མ་འཛོལ་བ་ཅིག་གི་ཐོག་ནས་ད་ལྟ་ནས་རང་གི་གཅིག་གི་ཁ་ཆེའི་དབང་ཐང་ག་རེ་ཡོད་པ་དེ་ཆོས་ཕྱོགས་ལ་བར་དུ་དབུགས་ཟད་འགྱུར་ཐུབ་ན་དེ་ནི་རང་དྲིན་རང་ལ་ཆེ་བ་རེད་ཞུ་ཡ་དེ་ཡིན་བཀའ་དྲིན་ཆེ་ལ་དེ་ལྟར་རིང་དེ་རྣམ་པ་ཚོ་ཚང་མ་ཕེབས་པ་དེ་ལ་ཡང་བཀའ་དྲིན་ཆེ་ཞེས་ཞུ་ཡ་ཡིན་དེ་ནས་ཁྱེད་རྣམ་པ་ཚོ་བློ་རྒྱུས་ལས་སུ་རུང་སྒོ་གསུམ་དེ་ནས་གཅིག་ལས་སུ་རུང་ཐུབ་པ་དང་ཆོས་དང་པོ་ཆོས་ལ་འཇུག་པའི་གལ་རྐྱེན་ཆགས་ཐུབ་ཡ་དེ་ནས་ཆོས་ལ་འཇུག་པ་ཙམ་མ་ཡིན་པར་ཆོས་དངོས་གཞི་ཉམས་ལེན་དེ་ཡང་མཐར་ཕྱིན་ཐུབ་ཡ། མཐར་ཕྱིན་ཟེར་བའི་སྐབས་སོགས་ལ་ལམ་སང་སངས་རྒྱས་ཟེར་བའི་སྐད་ཆ་མ་རེད། གང་ལྟར་ང་རང་ཚོ་ལ་དགོས་ཡ་དེ་ད་ལྟ་གོང་དུ་ཞུས་བ་ལ་འདི་རེད་གསང་སྙིང། འགྲོ་བའི་ཉིན་མོ་དེ་ལ་བློ་བདེ་བོ་ཅིག་དགོས་རེད་ད་དེ་རེད་བ། ད་ང་རང་ཚོ་ཚང་མ་བློ་བདེ་བོ་ཅིག་དགོས་རེད་གསང་སྙིང། འགྲོ་བའི་ཉིན་མོ་དེ་ལ། འོ་འགྲོ་བའི་ཚུལ་དུ་བསམ་པ་ལ་ངས་ཨ་རི་ལ་འགྲོ་ཟེར་གྱི་ཡོད་མ་རེད་ད། རེད་བ། འོ་ཨ་རི་ལ་འགྲོ་ཟེར་གྱི་མེད་རེད་བ། འོ་འགྲོ་ད་གསང་སྙིང་ཉི་མ་གཅིག་ལ་འགྲོ་གཅིག་མ་འགྲོ་ཡ་དུས་ཚོད་ཅིག་ཡོད་རེད་བ་འོ་དེ་ཟེར་གྱི་ཡོད།